རྒྱལ་བའི་དབྱར་མདོ་གྱུར་ཀྱང་རྒྱལ་སྲས་སུ་སྨྲ་བའི་སེང་གེའི་དྲི་མེད་བློ་གྲོས། རིགས་ཁམས་ས་བོན་སྨིན་གྲོལ་བདུད་རྩི་གསོལ། རིམ་གཉིས་རྣམ་རྒྱལ་གློ་བུར་དྲི་མ་སྦྱངས། བདེ་ཆེན་སྐུ་བཞིའི་འབྲས་བུ་སྟེར་མཛད་པ། ཡོངས་འཛིན་བླ་མ་རྣམས་ལ་གུས་ཕྱག་འཚལ། མ་ནག་མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་ཐར་ཏེ། རྣམ་པ་ཐམས་ཅད་མཁྱེན་པ་ཟུང་འཇུག་རྡོ་རྗེ་འཆང་ཆེན་པོའི་གོ་འཕང་ལ་འགོད་པར་བྱ། དེ་ཡི་ཆེད་དུ་དམ་པའི་ཆོས་ལ་ཐོས་བསམ་སྒོམ་གསུམ་གྱི་སྒོ་ནས་འཆི་བར་འགྱུར་བ་ཉེ་བའི་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་དགྱེས་པ་གསལ་བཏབ་སྟེ་ཀུན་སྤྱོད་རྣམ་པར་དག་པ་དང་ཟུང་དུ་འབྲེལ་ནས་དམ་པའི་ཆོས་གསན་པར་ཞུའོ། དེ་ལ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་ནི། ངེས་དོན་ཕྱག་རྒྱ་ཆེན་པོའི་སྨོན་ལམ་གྱི་འགྲེལ་པ་གྲུབ་པའི་ཞལ་ལུང་ཞེས་བྱ་བ་ལས། མཁའ་གསང་གི་ཁྲོད་ནས་ཁྲོའི་རྩ་བའི་ས་བཅད་ལྔ་པ་ལམ་འདི་མཐར་ཕྱིན་པའི་འབྲས་བུ་ལ་སྨོན་པ་ནི། སྒོམ་སྟོབས་ལས་བྱུང་སྤྱན་དང་མངོན་ཤེས་དང་སེམས་ཅན་མིན་གྱི་སངས་རྒྱས་བྱུང་རབ་བྱང་སངས་རྒྱས་ཆོས་རྣམས་གྲུབ་པའི་སྨོན་ལམ་སོགས་གཟུང་མིན་བྱང་གསུམ་མཐར་ཕྱིན་སངས་རྒྱས་ཤོག་ཅེས་པ་སྟེ་དེ་ལ་ནི་དངོས་དང་ཞར་བྱུང་ལམ་གྱི་རིམ་པ་ཅུང་ཟད་བཤད་པའོ། དང་པོ་ལ་ནི་སྤྱན་དང་དངོས་གཞི་བཤད་པ་ལ་གཟུང་མིང་བྱང་གཟུགས་བཤད་པའོ། དང་པོ་ནི་དེ་ལྟར་གདམས་ངག་ཕྱིན་ཅི་མ་ལོག་པ་ཉམས་སུ་བླངས་པའི་སྒོམ་པའི་སྟོབས་ཀྱིས་ཐོབ་པའི་འབྲས་བུ་མཐར་ཐུག་པ་ནི་ཆོས་ཐམས་ཅད་མངོན་པར་རྫོགས་པ་བྱང་ཆུབ་པ་བླ་ན་མེད་པའི་སངས་རྒྱས་ཡིན་ལ་དེ་ཡང་སྤྱན་དང་དངོས་གཞི་སོགས་ཤིན་ཏུ་ཡོངས་སུ་དག་པའི་ཡོན་ཏན་ལས་ལྡན་ཞིང། གཟུགས་མིན་བྱང་སུམ་མཐར་ཕྱིན་པ་ཡིན་པ་དང་ལམ་དུས་སུ་ཐོག་མར་མངོན་ཤེས་སུ་སྐྱེས་ནས་རིམ་གྱིས་གཟུགས་མིན་བྱང་སུམ་མཐར་དབྱུང་དགོས་པས་ན། འབྲས་བུའི་ཐོག་མར་ཡང་སྤྱན་དང་མངོན་ཤེས་གཉིས་བཅུ་ལས་དེ་ལ་སྤྱན་ནི་སྔགས་དང་མངོན་པར་ཤེས་པ་ནི་དྲུག་གོ་སྤྱན་སྔགས་ནི་ཤ་ཡི་མིག་དང་ལྷ་ཡི་མིག་དང་ཤེས་རབ་ཀྱི་སྤྱན་དང། ཆོས་ཀྱི་སྤྱན་དང་སངས་རྒྱས་ཀྱི་སྤྱན་རྣམས་སུ་དང་པོ་ནས་ཐོས་ནས་བྱང་ཆུབ་སེམས་དཔའི་ཤ་ཡི་མིག་གིས་དཔག་ཚད་བརྒྱ་མཐོང་བ་ཡོད་དོ་སོགས་ནས། སྟོང་གསུམ་གྱི་སྟོང་བྱིན་པས་འཇིག་རྟེན་གྱི་ཁམས་མཐོང་བ་ཡོད་དོ་ཞེས་པའི་བར་གསུངས་པ་ལྟར་དང་གཉིས་པ་ནི་བརྒྱ་བྱིན། གལ་ཆེན་བཞི་རིས་པ་རྣམས་ནས་འོག་མིན་གྱི་བར་གྱི་ལྷ་རྣམས་ཀྱི་ལྷ་ཡི་མིག་བདེ་ནས་བྱང་ཆུབ་སེམས་དཔའི་རབ་ཏུ་ཤེས་སོ། གང་ཡང་བྱང་ཆུབ་སེམས་དཔའི་ལྷ་ཡི་མིག་བདེ་ནས་ལྷ་དེ་རྣམས་ཀྱིས་རབ་ཏུ་མི་ཤེས་སོ་ཞེས། ལྷ་ཡི་མིག་དེ་ལས་ཁྱད་པར་དུ་ཕྱོགས་བཅུའི་སེམས་ཅན་ཐམས་ཅད་ཀྱི་ཕྱིར་འཕོ་བ་དང་སྐྱེ་བ་གཟིགས་པར་གསུངས་པ་དང་གསུམ་པ་ནི་དྭངས་མས་སྟོང་པའི་ཤེས་རབ་དང་བཞི་པ་ནི་སློབ་དཔོན་དབྱིག་གཉེན་ཞེས་པ་ལྟར། སྟོབས་བཅུ་ལས་གནས་དང་གནས་མིན་འཁྱེར་བའི་སྟོབས་སྤངས་པས་ལྷག་མ་དགུ་པོ་རྣམས་དང་ལྔ་པ་ནས་ཆོས་ཐམས་ཅད་རྣམ་པ་ཐམས་ཅད་དུ་མངོན་པར་རྫོགས་པར་རྟོགས་པ་ཉིད་དུ་མངོན་པར་ཤེས་པ། མངོན་ཤེས་དྲུག་ནི་རྫུ་འཕྲུལ་དང་ལྷ་ཡི་སྣང་བ་དང་ལྷ་ཡི་སེམས་ཤེས་པ། གཞན་སེམས་ཤེས་པ་དང་དངོས་གནས་གཞན་དྲིང་དང་ལྷ་ཡི་མིག་དང་ཟག་པ་ཟད་པ་ཤེས་པ་རྣམས་སོ་དེ་ལས་དང་པོ་རྫུ་འཕྲུལ་གྱིས་ཆོ་འཕྲུལ་སྟོན་པ་དང་གཉིས་པ་མཐའ་ཡས་པའི་ཞིང་གི་གྲྭ་ཚོལ་བ་དང་གསུམ་པ་སེམས་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་ཚུལ་ཇི་ལྟ་བར་སོ་སོར་ཤེས་པ་དང་ཞེས་པ་སེམས་ཅན་ཐམས་ཅད་ཀྱི་སོ་སོའི་བདེ་བ་དང་མ་འོངས་པའི་སྐལ་བ་རྒྱུན་པར་ཤེས་པ་དང། ལྔ་པ་སེམས་ཅན་རྣམས་ཀྱི་སྐྱེ་འཆིའི་ལས་དང་འབྲས་བུའི་ཚུལ་དང་བཅས་པ་ཤེས་པ་དང་འགྲོགས་པའི་སྒྲིབ་ཚོགས་མཐའ་དག་ངོ་བོ་ཉིད་ཀྱིས་མི་གནས་པས་རབ་ཏུ་སྤོང་བ་ཞེས་པ་ཉིད་དོ་འདིར་ལྷ་ཡི་མིག་གསུངས་པ་ནི་སྤྱན་ལྔ་ཡི་སྐབས་ཀྱི་དེ་ལ་མི་གསུངས་ཏེ་དེ་ནི་རྣམ་སྨིན་ལས་སྐྱེས་པ་ཡིན་ཞིང། དེས་བསྒོམས་པ་ལས་སྐྱེས་པའི་ཕྱིར་རོ། དེ་ལྟར་ཕྱིན་ན་དངོས་གཞི་ནམ་ལམ་འདི་སུ་བྱུང་བར་ཤེས་ན་སངས་རྒྱས་ཀྱི་ཐུན་མོང་མིན་པའི་ཡོན་ཏན་དེ་ཇི་ལྟར་འབྱོར་བ་ཅེ་ན། འཇིགས་མེད་ཞབས་ཀྱིས་བསྒོམ་གྱིན་འདུག་ལམ་ཇི་ལྟར་རིང་བ་ཚོགས་ཀྱི་ས་དང། གོང་མ་གོང་མའི་སེམས་ཅན་གྱི་གནས་སྐབས་སུ་ཡང་རིམ་གྱིས་སྐྱེས་པའི་ཕྱོགས་དང་རབ་མཆོག་ལ་སོགས་པའི་བྱེ་བྲག་གི་སྤྱན་ལྔ་རྣམས་སོ་སོར་ཐོབ་པ་ལ། ཚོགས་རོལ་ཐོབ་ལ་མངོན་པར་ཤེས་པ་འབྲུ་རྣམས་ཀྱང་སྦྱང། འབྲུ་རྣམས་ཀྱང་སྟེ་ཞེས་དང་ཇི་ལྟར་སངས་རྒྱས་སྤྱན་དང་མངོན་པར་ཤེས་པ་དྲུག་པོ་ཐམས་ཅད་བྱང་ཆུབ་སེམས་དཔའ་རྣམས་ཀྱི་སར་བརྗོད་ཅེ་ན་ས་བརྒྱད་པ་ལ་བྱང་ཆུབ་སེམས་དཔའ་དེ་དག་གཉི་ག་སོ་སོར་ཐོབ་པ་སྟེ་སངས་རྒྱས་ཀྱི་ས་ལ་ནི་དེ་དག་ཡོངས་སུ་རྫོགས་པ་དང་ཡོངས་སུ་དག་པ་མཐར་ཐུག་པར་འགྱུར་རོ་ཞེས་བཤད་པ་ལྟར་སངས་རྒྱས་ཀྱི་ས་ནི་སྤྱན་དང་མངོན་ཤེས་དེ་དག་ཤིན་ཏུ་རྣམ་པར་དག་པའི་སྦྱིན་གྱི་མཐུ་ཐོབ་པ་དེ་ཡུལ་ཐམས་ཅད་ལ་མ་ཆད་པར་འཇུག་པ་སོགས་ཀྱི་ཐུན་མོང་མིན་པར་ཤེས་པར་བྱའོ། གཉིས་པ་གཟུགས་མིན་བྱང་གསུམ་མི་ཤེས་པ་ནི་དེ་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་ལྷག་པའི་སེམས་དཔའ་དང་སྨོན་ལམ་དང་མཆོད་པ་གལ་ཆེན་པོ་ལ་གནས་ནས་སྤྱན་དང་མངོན་པར་ཞལ་ཕྱག་ལ་སོགས་པའི་མཐུ་ཆེན་པོ་དང་ཐབས་དཔག་ཏུ་མེད་པའི་སེམས་ཅན་ཐབས་སེམས་ཅན་ཐ་དད་སྨིན་པར་མཛད་པ་དང་སངས་རྒྱས་ཀྱི་ཞིང་ཡོངས་སུ་སྦྱོང་བ་ལ་བདེ་བར་གཤེགས་པའི་ཡོན་ཏན་གྱི་ཆོས་མཐའ་དག་ཡོངས་སུ་རྫོགས་པའི་སྨོན་ལམ་མཐར་ཕྱིན་པར་མཛད་ནས་མངོན་པར་རྫོགས་པ་ཡིན་ནོ། དེ་ལ་སེམས་ཅན་སྨིན་པ། སེམས་ཅན་སྨིན་པ་ནི་རྡོ་རྒྱན་ལས་དང་པོ་བྱང་ཆུབ་སེམས་དཔའ་རང་ཉིད་སྨིན་པའི་མཚན་ཉིད་རྣམ་པ་དགུ་ཡི་ཚུལ་དུ་སྨིན་དགོས་པར་གསུངས་པའི་ཆོས་སུ་ཇི་ལྟར་སྨྲ་ལ། ཇི་ལྟར་སྨྲ་ལ་ཟེར་ལ་དེ་དག་གིས་ཚེ་དང་དཔྱད་དུ་རུང་བ་མི་འདོད་ལྟར་དེ་བཞིན་དུས་འདིར་ཕྱོགས་གཉིས་ཞི་བ་དང་དེ་བཞིན་གཅེས་པ་ཉིད་དུ་མིན་པ་བརྟེན་ཡུལ་ཅན་འདྲ་བར་མིན་པ་དེ་བཞིན་དུ། ཡུམ་མིན་རབ་མིན་མཐུན་པར་མཐུན་པར་མི་འབྱེད་ཞེས་ལེགས་པར་མི་འབྱེད་སྟུག་པོར་མི་འབྱེད་དང་ཐག་མི་འགང་དུ་མི་འབྱེད་ཤེས་པར་འདོད། ཅེས་སོགས་བརྒྱད་ཅུར་གསུངས་པ་ལྟར་དཔེར་ན་མ་མིན་ནས་སོས་སུ་རུང་བ་དང། རྨ་མིན་ནས་སོས་སུ་རུང་བ་དང། ཟས་མིན་ནས་ཟ་རུ་རུང་བ་བཞིན་དུ་གདུལ་བྱ་རྣམས་སྤང་བྱ་སྤོང་གྲུང་དང་གཉེན་པོ། སྐས་རུམ་དུ་སྨིན་པ་སྟེ་ནང་གསེས་སུ་དབྱེ་ན་འདྲ་པར་སྨིན་པ་སོགས་རྣམ་པ་བརྒྱད་དོ་དེ་དག་ནི་དེ་རིང་མང་ཆོས་སོ་ཞིང་སྦྱོང་བ་ནི་གསང་ཕུ་བཅད་པའི་སྨོན་ལམ་ལས་དེ་ལྟར་མ་རིག་ཕྱོགས་རྣམས་ཐམས་ཅད་དུ་རྒྱལ་བ་རྣམས་ཀྱི་ཞིང་གི་ཀུན་ལ་ཆུ་བོ་ཆེ་བ་ནི་དུས་ཤིག་དེ་ན་དུས་ཉིད་ཀྱི་ཞིང་རྣམས་ཀྱི་ཤེས་དང། ཞིང་རྣམས་རྒྱ་མཚོ་རྣམ་པར་དག་བྱེད་ཅིང་ཞེས་སོགས་འབྱུང་བ་དང་སྣོད་ཀྱི་འཇིག་རྟེན་གྱི་ཁམས་ཚད་མེད་དཔག་ཏུ་མེད་པའི་མཚན་ཉིད་ཡེ་ཤེས་ཁོང་དུ་ཆུད་པའི་ཕྱིར་དང་མངོན་སུམ་དུ་གྱུར་པའི་ཕྱིར་ཞིང་རྒྱ་མཚོ་རྣམས་སུ་བཅུག་པ་ལ་ཞིང་དེ་དག་གི་ཡོངས་སུ་དག་པ་རྣམ་པ་བདུན་གྱི། ཡོངས་སུ་དག་པར་སྒྲུབ་པ་སྟེ་ཡོངས་སུ་དག་པ་བདུན་ནི་ཐུན་མོང་ཡོངས་རྫོགས་དེ་བཞིན་དུ་དབང་བསྒྱུར་རབ་ལོངས་སྤྱོད་སེམས་ཅན་རྒྱུའི་འབྲས་བུ་རྣམས་ཡོངས་སུ་དག་པ་ཉིད་དུ་དེ་དག་ནི་རྒྱས་པར་མ་བཀྲུས་ཏེ་བདུད་སྡེ་ས་བཅུ་པ་སོགས་ལས་ཤེས་པར་བྱའོ། སངས་རྒྱས་ཀྱི་ཆོས་རྣམས་བསྒྲུབ་པའི་སྨོན་ལམ་རྫོགས་པ་ནས་གདོད་ནས་གསུངས་པའི་སྨོན་ལམ་རྣམ་པ་བཅུ་སོ་སོ་ལ་སྨོན་ལམ་གྲངས་མེད་པ་ཁྲག་ཁྲིག་གྱ་གསུམ་གྱི་འཁོར་དང་བཅས་པ་ཡོངས་སུ་བསྒྲུབ་པ་ན་སངས་རྒྱས་ཀྱི་ཆོས་རྣམས་ཡོངས་སུ་རྫོགས་པ་ཡིན་ནོ་དེ་ཡང་སངས་རྒྱས་ཀྱི་ཆོས་ཞེས་བྱ་བ་ནི་སངས་རྒྱས་ཉིད་ཀྱི་ཆོས་དབྱིངས་ཀྱི་བྱང་སེམས། འཕགས་པ་རྣམས་ཀྱིས་ཀྱང་ཕྱོགས་མཚམས་མཚོན་པར་ཟད་པར་བྱོས་ནུས་པའི་སྐབས་མེད་པས་བྱིས་པའི་བློས་ནམ་ཡང་གཞལ་བར་མི་རིགས་མོད། རྒན་ཧུན་གྱིང་དུ་དང་བསྟན་བཅོས་ནས་འབྱུང་བ་ལྟར་ན་སྐུ་དང་ཡེ་ཤེས་ནི་ཡོན་ཏན་ཕྲིན་ལས་རྣམས་ཉེ་བར་བསྡུ་བའི་དབང་གིས་སྐུ་ལ་ཆོས་ཀྱི་སྐུ་གཅིག་པུ་དང་ཆོས་གཟུགས་ཀྱི་སྐུ་གཉིས་དང་གཟུགས་སྐུ་ལ་གཉིས་སུ་ཕྱེ་བའི་གསུམ་དང་ངོ་བོ་ཉིད་སྐུ་བསྣན་པའི་ཞེས་དང། ཡེ་ཤེས་ལྔའི་བདག་ཉིད་ཀྱི་སྐུ་ལྔ་སོགས་བརྗོད་དུ་མེད་པའི་བར་དུ་དབྱེ་བ་དང་ཡེ་ཤེས་ལ་ཇི་ལྟར་ཇི་སྙེད་མཁྱེན་པ་ཉིད་དང། མེ་ལོང་ལྟ་བུའི་ཡེ་ཤེས་སོགས་ལྔ་དང་སྐུ་ཇི་སྙེད་པ་ནས་དུ་བྱ་ཇི་སྙེད་པའི་དབྱེ་བས་དཔག་ཏུ་མེད་པར་གྱུར་པ་ན་ཡོན་ཏན་ལ་དྲོད་མིན་གྱི་ཡོན་ཏན་དྲུག་ཅུ་རྩ་བཞི་སོགས་དེ་གསུམ་གའི་དབྱེ་བ་མཐའ་ཡས་པ་ན་ཕྲིན་ལས་ལ་ལྷུན་གྱིས་གྲུབ་པའི་ཕྲིན་ལས་དང་རྒྱུན་མི་འཆད་པའི་ཕྲིན་ལས་གཉིས་ནས་བརྩམས་ཏེ་ཞལ་དུ་མི་འབེབས་པར་དུ་དབྱེ་བ་སོགས་སོ། འདི་དག་ཀྱང་མདོ་གི་བསྟན་བཅོས་རྣམས་ལས་ཇི་ལྟ་བ་བཞིན་དུ་ཤེས་པར་བྱའོ། སངས་རྒྱས་ཀྱི་འདོད་ལྡན་ནི་བུདྡྷ་ཤེས་པ། སངས་པའམ་རྒྱས་པ་ལ་སྦྱོར་བས་ཇི་སྐད་དུ་མ་རིག་ཉིད་ལས་ཚོགས་ཆད་དོ་ཤེས་བྱ་ལ་ཡང་བློ་རྒྱས་ཕྱིར་སངས་རྒྱས་བེམ་པོ་ལྟར་འགྱེད་པ། ལྟར་སངས་རྒྱས་ཞེས་འབྱུང་བ་ལྟར་དེ་ལྟར་བྱ་སྤྱོད་མཚོན་པ་རྣམས་བྱང་མིན་མཐར་ཕྱིན་ནས་འདོད་མིན། འབྲས་བུ་བླ་མ་ཐམས་ཅད་སོགས་རྫས་འཚོལ་རྒྱ་བ་ཡིན་རུང་སྔ་དུས་མི་ཚེ་གཅིག་གི་སངས་རྒྱས་ཀྱི་དགོས་དཔང་ཉུང་ངུ་དུ་བྱེད་པའི་ཚེ་ན་ཡང་ཐབས་མཁས་པ་དང་ཏིང་ངེ་འཛིན་གྱི་ཁྱད་པར་གྱི་ཐོབ་བསམ་གྱིས་མི་ཁྱབ་པའི་གཟུང་མིན་བྱང་གཟུང་བ་མྱུར་དུ་མཐར་ཕྱིན་པར་གོ་དགོས་ཏེ། སློབ་དཔོན་རྒྱ་ནག་ཀ་རའི་སྔགས་ལ་འཇུག་པའི་འགྲེལ་པར་འཕགས་པ་གཤིན་པའི་བློ་གྲོས་ཀྱིས་བྲིས་པ་ལས་དཔེར་ན་སྐྱེས་བུ་སྟོབས་ཆུང་བའམ་ཆོས་ཀྱི་ཤིང་རྟའི་ཡུན་རིང་ཞིག་གིས་འདོད་པར་བྱ་བའི་གནས་དེར་རྐང་མགྱོགས་གྲུ་པའམ་ཉི་མའང་ཟླ་བའི་ནི་ཡུལ་དུ་འགྲོ་བར་བྱེད་དོ་དེ་བཞིན་དུ་ཕ་རོལ་ཏུ་ཕྱིན་པ་ལ་སྤྱོད་པའི་རིགས་ཀྱི་བུ་དང་སྐལ་བ་རབ་འབྱམས་དག་གིས་དག་བའི་ས་དེ་དག་རིག་སྔགས་འཆང་བ་རབ་ཏུ་ཐུལ་བས་འཇུག་པས་རབ་ཏུ་ཐུལ་བས་འཇུག་པས་ཚེ་འདི་ཉིད་ལ་བཏུབ་པ་ནི་ཐུགས་མི་མཉེན་པ་ལ་བརྟེན་པ་ཡིན་པའི་ཕྱིར་རོ་ཞེས་གསུངས་པ་བཞིན་ནོ་ཞེས་སྒྲོ་མ་དོར། གཉིས་པ་ཞར་བྱུང་ལམ་རིམ་པ་ཅུང་ཟད་མོས་པ་ནི་སྒྲུབ་ཆེན་ནཱ་རོ་པའི་ཕྱག་རྒྱ་ཆེན་པོའི་ཚིག་བསྡུས་སུ་གསུངས་པ་ལྟར་བརྒྱུད་པ་འདིའི་གཙོ་མོ་མ་ཡིན་པའི་ཆོས་བརྒྱད་དུ་ཟད་པ་རྣལ་འབྱོར་བཞིའི་རིམ་པ་ཉིད་ཀྱི་ཆེད་ན་དང་པོ་ཞི་གནས་ཀྱི་རྩེ་མོ་རྩེ་གཅིག་པ་ཐུབ་ནས་གནས་པ་ལ་ལྷག་མཐོང་ཤེས་རབ་ཅན་དེ་ཟབ་མི་རྟོག་པའི་ཉམས་ཁོར་ཡུག་ཏུ་བྱུང་བའི་སྐབས།

གནས་ལུགས་ཀྱི་སྒྲིབ་གཡོགས་མཐའ་དག་ཞི་མེད་དུ་སྣང་སྙམ་བྱེད་ཀྱི་ས་ཐོབ་བྱེད་ཀྱི་མཐར་ཐུག་གི་ཡོན་ཏན་ཐམས་ཅད་ལྷུན་གྲུབ་ཏུ་འབྱུང་བ་སྒོམ་མེད་ཀྱི་རྣལ་འབྱོར་ཞེས་བྱའོ། དེ་དག་ལ་ཡང་སོ་སོར་ཆུང་འབྲིང་ཆེན་པོ་ཆེ་བའི་བཅུ་གཉིས་སུ་གྱུར་པ་སོགས་རྣམ་དབྱེ་ཞིབ་མོ་དང་ཡོན་ཏན་དགེ་སྡུག་སོགས་རྒྱས་པར་གོང་མ་རྣམས་ཀྱི་གསུང་འགྲེལ་ལས་འབྱུང་བ་དག་ཤེས་པར་བྱོས་ཤིག། དེ་དག་ཕར་ཕྱིན་བསྟན་པའི་ས་ལམ་དང་སྦྱོར་ན། རྩེ་རྗེ་གསུམ་ཚོགས་ལམ་དང་སྤྲོས་བྲལ་ཆུང་འབྲིང་སྦྱོར་ལམ་སྤྲོས་བྲལ་ཆེན་པོ་མཐོང་ལམ་རོ་གཅིག་ནས་དགོས་མེད་འབྲིང་པོའི་བར་བསྒོམ་ལམ་དེ་དགོས་མེད་ཆེན་པོ་སངས་རྒྱས་ཀྱི་སར་བཞེད་ཅིང། དེ་ལ་ཡང་གནས་དེ་དུ་དེ་བརྒྱན་ཏེ་བྱང་ཆུབ་སེམས་དཔའ་བསོད་ནམས་ཡེ་ཤེས་ཀྱི་མཐའ་ཡས་ཕ་རོལ་ཚོགས་རྣམས་ལེགས་བཞག་ནས། ཆོས་ལ་སེམས་དཔའ་ཤིན་ཏུ་རྣམ་ངེས་ཤེས་རབ་སྟོན་བྱེད་རྣམ་པར་བརྗོད་ཅིང་བྱེད་པའི་རྒྱུ་ཅན་ཏོ། དེའི་སྦྱོར་བ་ཙམ་དུ་དོན་རེ་ནས་དོན་སྣང་སེམས་ཙམ་ལ་ནི་ཡང་དག་ནས་འདི་ནི་ཆོས་དབྱིངས་ས་ཉིད།

ཤོ་ལོ་ཀ་གཅིག་གིས་མི་ལོ་ལོ་མང་བསྟན་པའི་བདེན་པ་དང་དེའི་དགེ་བ་རྒྱུན་གྱི་གདམས་ངག་རྗེས་སུ་བསྟན་པའི་སྐབས་ནས་ཀྱང་བསྟན་པ་ལྟར་གྱི་མཚན་ཉིད་ཐམས་ཅད་ཡོད་པའི་ཕྱིར་འོ་ན་ཚོགས་ལམ་ཆེན་པོའི་སྐབས་སུ་སྤྲུལ་སྐུའི་སངས་རྒྱས་རྣམས་ལས་དངོས་སུ་གདམས་ངག་ནོད་པ་དང་རྫུ་འཕྲུལ་གྱི་འཇིག་རྟེན་ཁམས་མ་མང་པོར་བགྲོད་པ་ཚོགས་ལམ་སོ་སོར་ཡོན་ཏན་ཁམས་མ་ཕྱེ་བ་རྣམས་ཀྱང་དེ་དག་ཏུ་སོ་སོར་ཐུབ་པ་ཡིན་ནམ་ཞེ་ན་གནས་ལུགས་ཀྱི་དོན་རྟོགས་པའི་ལམ་ཇི་ལྟ་བར་དྲོད་བཞིན་ལམ་དག་དགེ་བའི་དོན་ཕུན་དང་ཚོགས་བ་བཞིན་ཡིན་པའི་ཤུལ་དུ་ལུས་པ་མི་སྲིད་ཀྱང། སྐྱེ་བོ་ཐམས་ཅད་ཀྱི་ཐུན་མཐོང་དུ་འགྲོ་བ་སྟོན་མི་སྟོན་ནི་ཅི་རིགས་པར་ཡོད་པ་སྐྱེ་བ་གཅིག་ལ་འབྲས་བུ་ཐོབ་པའི་འབྲས་བུ། འབྲས་བུ་ཐོབ་པའི་དབང་དུ་ནའང་རྣམ་སྨིན་གྱི་ལུས་ཡེ་ཤེས་ཀྱི་ལུས་སུ་མ་གྱུར་གྱི་བར་དུ་རྣམ་སྨིན་གྱི་ལུས་དེ་ཅུང་ཟད་འགྲིབ་པར་ཡང་བཞེད་པ་ཡིན་ནོ། སྔགས་བླ་མེད་ཀྱི་ཟོག་རིམ་བྱར་བ་ཡན་ལག་དྲུག་པ་ལ་སོགས། འོན་པ་ན་ཡང་ས་ལམ་གྱི་འབྲས་དེ་དག་གནད་གཅིག་སྟེ་རང་བྱུང་སྐལ་བ་གཉིས་ཀྱི་ཟབ་མོ་ནང་དོན་དུ་དང་པོ་དབང་ཐོབ་བསྐྱེད་རྫོགས་ནི་ལེགས་བཤད་མོས་གྲུབ།

སྒོམ་དུ་སྨོས་པ་བཞི་པ་ཧོ་ཞེས་དང་ནཱ་རོ་པའི་ཕྱག་རྒྱ་ཆེན་པོའི་སྟོང་པ་ཡི་དམ་སྐུ་གནམ་དུ་ལྷུབ་རུ་བ་འདི་ཉིད་ལ་ནི་ལྟ་བ་ཡི། མ་རིག་པ་ལས་ལོག་པ་ནི་རིག་པ་ས་བ་འཛིན་མེད་དུ་རྟོགས་ན་རིག་པའི་དབང་ཤེས་བྱ་སྡུག་བསྔལ་ཡེ་ཤེས་ལྔ་འདྲེས་ནས་བུམ་པའི་དབང་དུ་འདོད་པའོ། དེ་ལ་འགག་པ་མེད་པའི་རྩལ་ཕྱོགས་ཆ་མེད་པར་འཆར་བ་འཆར་བས་ན་སྟོང་པའི་ངང་ལ་བདེ་བར་འཆར་ས་བ་ཉིད་པའི་དབང་དུ་འདོད་ལྷན་སྐྱེས་དགེ་བའི་བཤེས་ནི་དེ་སྟོང་དབྱེར་མེད་ནམ་མཁའི་ངང་ཚོགས་འདུ་རྡོ་རྗེ་ཆེན་པོ་ལ་སྣང་སེམས། བདེ་བ་ཆེན་པོར་མྱོང་བ་ཤེས་རབ་ཡེ་ཤེས་དབང་དུ་བྱས་དབང་གསུམ་དབྱེར་མེད་སེམས་གསོས་དུས་སེམས་ཉིད་མཁའ་ལྟར་དག་པ་ན། མཉམ་གཞག་རྗེས་འཇོག་རྗེས་འཇོག་ནི་ཇི་ལྟ་བས་ན། ཇི་ལྟ་བ་མེད་པ་ནི་དེ་ཉིད་ཟུང་འཇུག་དེ་ཉིད་ཟུང་འཇུག་བཞི་པ་ཡིན་ཞེས་གསུངས་པ་ལྟར་འོ་ན་ཕྱག་ཆེན་གྱི་ཁྲིད་ཚུལ་འདི་ལྟར་ཉམས་སུ་བླངས་པས། འབྲས་བུ་ཕྱག་རྒྱ་ཆེན་པོ་དུས་གཅིག་ཏུ་མི་འགྲུབ་པར་བྱས་ན་གཅིག་ཏུ་ངེས་པ་མ་ཡིན་ཏེ་ཤིན་ཏུ་ཕུལ་དུ་བྱུང་བ་དབང་པོ་ཡང་རབ་ལ་མཆོག་ཏུ་སྒྲུབ་པའི་སློབ་དཔོན་གྱིས་སྟོན་པའི་དབང་གིས་མི་ཚེ་གཅིག་ལ་སྒྲུབ་པ་དང་དེ་ཡང་རྩོལ་མེད་དུ་སྒྲུབ་པར་འགྱུར་བ་ཡིན་ཞེས་གཞན་ཡང་དབང་པོ་རིམ་པར་བར་དོ་ན་བསྐལ་བ་འདི་ན་བཅུ་དྲུག་ཚུན་ཆད་དུ་སྒྲུབ་པ་ཡིན་ནོ་དུག་ལྔ་ཟུང་འཇུག་གི་ལམ་གྱི་དབང་དུ་བྱས་ཀྱང་ཕར་ཕྱིན་ཐེག་པའི་ལམ་ལ་ཆེས་མྱུར་བ་ཡིན་ཏེ་ལྷན་སྐྱེས་དགེ་བའི་རྡོ་རྗེ་དེ་ཁོ་ན་ཉིད་བཅུ་པའི་བརྒྱད་ཁྲིར་འདུ་ཞིང་གི་ཕ་རོལ་ཕྱིན་པའི་ཚུལ་གྱིས་རྣལ་འབྱོར་པ་ལས་འདི་ཁྱད་པར་ཡོད་དེ་བླ་མ་དམ་པའི་མན་ངག་གིས་བཅས་པའི་ལྟུང་བ་ཉིད་ཟུང་དུ་འཇུག་པའི་ནད་གཞི་ཉིད་ངེས་པར་རྟོགས་པ་བཞིན་ངེས་པར་རྟོགས་པ་ཤིན་ཏུ་ཁྱད་པར་འཕགས་པའི་ཕྱིར་རོ་ཞེས་བཤད་པ་ལྟར་ཤེས་དགོས་སོ།

ཞེས་པས་དེའི་འདུས་བྱས་ལ་འདུས་མ་བྱས་པའི་དགེ་བ་གཉིས་ཀ་སྡུད་པ་ཡིན་ཞིང་གང་ཞིག་གིས་འདུས་མ་བྱས་ཆོས་ཀྱི་དབྱིངས་དགེ་བར་མི་འདོད་པ་ཡོད་མོད་ཀྱི། རང་ལུགས་འཁོར་ལོ་ཐ་མའི་འདུལ་བ་རྣམས་སུ་ཀུན་གཞི་ངང་ལུགས་དགེ་བ་ནི་ཞེས་སོགས་གསལ་བར་གསལ་བར་ལན་ཡང་མང་དུ་གསུངས་པ་ལྟར་འདུས་བྱས་དགེ་སྡིག་གི་ཟླས་ཕྱེ་བའི་དགེ་བ་མིན་ཡང་རྣམ་བྱང་དགེ་བའི་ཆོས་མཐའ་དག་གི་སྒོ་འབྱེད་པའི་ནུས་པ་ཡོད་པའི་ཕྱིར་ནི་དགེ་བར་འཇོག་པ་ཡིན་ནོ། སྨོན་ལམ་རྣམ་དག་ཅེས་པའི་འདིར་བསྟན་གྱི་སྨོན་ལམ་ནི་གཙོ་བོར་བྱས་ནས་མཐའ་ཡས་པའི་ཁྱད་འཕགས་ཀྱི་སྨོན་ལམ་རྣམ་དག། ཇི་སྙེད་བརྗོད་པ་ཡིན་ནོ། དེ་ལྟར་ངེས་དོན་ཕྱག་རྒྱ་ཆེན་པོའི་སྨོན་ལམ་གྱི་རིམ་པ་རགས་པ་ཙམ་ཞིག་བློ་ཡི་ནུས་པ་དང་མཚུངས་པར་སྤྲོས་ཟིན་ནས་བདག་ནི་ཕྱག་རྒྱ་ཆེན་པོའི་ཁྲིད་སྲོལ་འདིའི་ཕྱག་བཞེས་ཀྱི་རྣམ་གྲངས་དང་བླ་མ་དགེ་བའི་རིམ་པ་གཉིས་དོན་དམ་འཁྲུལ་དོན་དུ་ཆུད་པར་བྱ་སྟེ། དེ་ལ་དང་པོ་ནི་གོང་དུ་ས་བོན་ཙམ་མོས་པ་ལྟར་སྔ་ལོ་ཐོག་མ་མ་ཡིན་པ་ན་མདོ་སྔགས་སྟོང་པ་བསྲེ་བའི་ལུགས་གཉིས་སུ་བཞུགས་ཤིང། སྔ་མ་ལ་ཡང་རྡོ་རྗེ་ཡེ་ཤེས་ཀྱི་དབང་བསྐུར་ནུས་པ་ལས་སྤྲོས་བཅས་ཀྱི་དབང་ངོ། མངོན་དུ་འགྲོ་མི་དགོས་པར་སློབ་དཔོན་ནུས་ལྡན་དང་སློབ་མ་དབང་པོ་ཡང་རབ་ཀྱི་དབང་དུ་བྱས་པས། རྣམ་གཞག་གཅིག་དང་སློབ་མ་དེ་ལས་དབང་པོ་དམན་ཙམ་ལ་སྤྲོས་བཅས་ཀྱི་དབང་བསྐུར་མངོན་དུ་འགྲོ་དགོས་པས་རྣམ་གཞག་གཅིག་དང་བྱེད་པ་གཉིས་སུ་གཡོས་འདུག་སྔ་མ་ལ་ཅིག་ཅར་བའི་གང་ཟག་ནི་དབང་བྱིན་རླབས་ཁོ་ན་དབང་གི་བྱིན་རླབས་ཁོ་ན་དང་དག་བསྟན་པས་དང་གདམས་ངག་ཅུང་ཟད་སྟོན་པས་འགྲོ་བར་འགྱུར་བ་དཔེར་ན་ཕག་པ་འཕགས་པའི་ཡུལ་གྱི་སྤྲུལ་པ་ཉེ་བའི་སློབ་བན་ནོར་གྱི་ལོ་རྒྱུས་ལྟར་ཡིན་ལ་ཁྱད་པར་བོད་ཡུལ་དུ་བརྒྱུད་པ་འདི་ལ་འདི་ལྟ་བུའི་བྲོ་བའི་ལོ་རྒྱུས་ཆེས་མང་དུ་ཡོད་པའི་ཚུལ། འདི་ལ་ནི་ཁྲིད་རིམ་མཐར་ཆགས་སུ་སྟོན་དགོས་པའི་ངེས་པ་ཡང་མེད་ཅིང། མི་ལ་ནི་བརྒྱུད་པའི་སྤྲོས་བཅས་ཐབས་ལམ་དང་སྤྲོས་མེད་ལྷན་ཅིག་སྐྱེས་སྦྱོར་དུ་འདྲ་བ་ཉིད་ལ་ཕྱི་མའི་ཚུལ་ཉིད་དོ། གཉིས་པ་ནི་རིམ་གྱིས་དབང་དུ་སླེབས་ཏེ་རང་བྱུང་ཞབས་ཀྱིས། ལྷན་སྐྱེས་སྐད་ཅོར་གྱི་འཕྲིན་ལས་སྔོན་འགྲོར་བླ་མ་ཚེ་གཉིས་དང་འདུན་པ་དང་སློབ་མ་ཚུལ་བཞིན་དུ་ཉམས་སུ་ལེན་དགོས། ཉམས་སུ་ལེན་ཞིང་ཚེ་འདིའི་བྱ་བ་སྤངས་ནས་བླ་ན་མེད་པའི་བྱང་ཆུབ་དོན་དུ་གཉེར་བ་ལ་བརྟེན་པར་བྱ་སྟེ། ཐོག་མར་ཚུལ་ཁྲིམས་ཀྱི་སྡོམ་པ་དང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཐོབ་པ་ཅན་དབང་གི་རྒྱུན་ཡོངས་སུ་སྨིན་པར་བྱས་ལ་གཡེང་ཞིང་ཉམས་དགའ་བའི་གནས་སུ། ཉམས་སུ་བླང་བར་བྱའོ་ཞེས་འབྱུང་བ་སོགས་བརྒྱུད་པའི་ཕྱག་ལེན་དང་ཉེ་བར་གཡོ་བ་ལྟར་ཡིན་ལ་སྔོན་དུ་འགྲོ་གི་མི་མཇེད་དེ་ཡང་བླ་མེད་ཀྱི་རྒྱུད་སྡེ་ལྷ་གང་རུང་ཞིག་གི་སྒོ་ནས་བྱ་བ་འདི་མོས་བྱེད་པར་ཐུག་མོད་འོན་ཀྱང་ཕྱག་བཞེས་སུ་འཁོར་ལོ་སྡོམ་པ་ཡབ་ཡུམ་གྱི་དཀྱིལ་འཁོར་དུ་དབང་བསྐུར་བ་ཉིད་ཟད་པར་མྱང་སྟེ་སྒྲུབ་ཆེན་བློ་གྲོས་རིན་ཆེན་གྱིས་ཀྱང་ཉེ་དགའི་རྡོ་རྗེ་ཚིག་རྐང་གི་ལུང་དང་བཅས་པ་བཅད་ནས་བཤད་དོ་བ་དང་དོན་གྱི་ཡ་ཐོབ་པའི་ཕྱིར་རོ་ཁྲིད་ཚུལ་འདི་ལ་དབང་ཐོབ་ཐོབ་མ་ཐག་ནས་བསྐྱེད་རིམ་ལ་ཞུགས་ཏེ་འདི་ལ་གོམས། བསྒོམ་ནས་མཚན་མེད་ཀྱི་རྣལ་འབྱོར་ལ་འཇུག་པའི་སོར་གཅིག་དང་མཚན་མེད་ཞི་རགས་ཀྱི་རྣལ་འབྱོར་ལ་ཅུང་ཟད་བསྒོམས་ནས་བསྐྱེད་རིམ་ལ་འཇུག་པ། ལྷར་སྣང་ཐོག་བླ་ཆེན་མངོན་འགྲོ་མྱུར་བར་བྱེད་པ་བཅས་བཅས་ཕྱག་བཞེས་གཉིས། སྣང་ཞིང་ཉེ་དགའ་ཡང་བསྐྱེད་རིམ་གྱི་ཕྱི་ནས་མཚན་བཅས་དང་མཚན་མེད་ཀྱི་ཟུང་རིམ་གཉིས་གཅིག་གིས་འབོགས་གཅིག་གིས་འདྲེན་པའི་ཚུལ་དུ། ཚུལ་གྱིས་ཟུང་འཇུག་ཏུ་ཉམས་སུ་ལེན་པ་ཡིན་ནོ། ཕྱི་མ་གདོད་མ་ཐུན་མོང་གི་ལམ་སྲོལ་འདི་ནི་དགྲ་ནན་ཡབ་སྲས་ཀྱི་བཞེད་པ།

བཀའ་ཤག་ཆུ་བོ་ཉིས་སྟེགས་སུ་གྲགས་པ་དེའི་ཚུལ་འདི་ཡང་ཡུན་ཧ་ཅང་མི་རིང་བར་ཕྱག་རྒྱ་ཆེན་པོས་དངོས་གྲུབ་ལ་རེག་པར་བྱེད་པའི་ཕྱིར་སྤྲོས་མེད་ལྷན་ཅིག་སྐྱེས་པའི་སྐྱེས་སྦྱོར་གྱི་ཁྲིད་ཀྱི་མིང་དོན་ལས་མི་འདའོ། དེའང་དང་པོ་རིན་པོ་ཆེའི་རྣལ་བརྟན་དང་མི་ལའི་ལུང་བསྟན་པ་བཞིན་དུ་ཁོ་བོའི་བཀའ་གདམས་པའི་ཆོས་ཀྱིས་ཀྱང་འགྲོ་བ་མང་པོ་ལ་ཕན་པར་འདུག་ཅེས་གསུངས་པ་དང་ད་ལྟ་ཁོ་བོའི་སེམས་ཅན་ལ་ཕན་བག་ཙམ་ཐོབ་པ་དེའང་བཀའ་གདམས་པའི་བླ་མ་རྣམས་ཀྱི་དྲིན་ཡིན་གསུངས་པ་དང། སྔགས་བརྡུངས་པས་རི་དྭགས་རྨོངས་པོ་ཉེན་པ་དང་དེ་དག་ལ་འོ་མ་བསྐྱོད་པ་མེད་པ་སོགས་ཐམས་ཅད་ཁྲི་ཚུར་ཕྱི་མ་འདི་ལ་ཕྱི་མ་འདི་ལ་གདོན་དུ་གནས་པ་ཡིན་ཏེ། དེ་དག་ནི་གདོན། དེ་དག་གི་གདོན་ནི་གཉུག་མ་ཤས་ཆེར་བདོ་བའི་དུས་སུ་སུན་པའི་རྡོ་རྗེ་ཐེག་པའི་ཐུན་མོང་མིན་པའི་སྐལ་ལྡན། ཆེས་ཉུང་བར་གྱུར་ཀྱང་དབང་བསྡུར་དཀའ་བ་མིན་པའི་གདུལ་བྱ་རྣམས་ལ་སྐྱེས་བུ་གསུམ་གྱི་ལམ་རིམ་གྱིས་ཁྲིད་པའི་མཐར་དཀར་བ་རབ་ཏུ་འཕེལ་བའི་སྔགས་ཀྱི་ཐུན་མོང་མིན་པའི་སྣོད་དུ་གྱུར་ཏེ་ཚེ་གཅིག་ལ་འགྲོ་བ་ཐོབ་པ་ནི་དེ་ལྟར་མ་ཡིན་ཀྱང་ཐབས་དེས། མང་དག་ཅེས་ཕྱག་རྒྱ་ཆེན་པོའི་དོན་མཐོང་ནས་ཕྱིར་མི་ལྡོག་པའི་ལམ་ལ་འགོད་པ་ལ་དགོངས་པ་ཡིན་པའི་ཕྱིར་རོ་འདོད་ན་བྱེད་དོན་ཉིད་ནས་ཉེ་བར་མཐོང་སྟེ་བདག་བདག་གཉེན་དུ་ཁྲིད་ཚུལ་འདིའི་གདུལ་བྱ་སྐལ་བ་མཆོག་དམན་ཐམས་ཅད་མ་དག་པར་བཀྲི་བའི་ཕྱག་བཞེས་ཡོད་ཅིང་དེ་ཡི་སྟེང་དུ་སྐལ་ལྡན་ལ་སྔགས་ཀྱི་ཐབས་ལམ་ཟབ་མོ་སྟོན་པའི་ཚེ་ནི་འདི་ལ་རྒྱུད་སྡེ་དགེའི་མདོ་སྔགས་བམ་བཞི་ཁྲིད་ཀྱི་མི་འདུག་ཟེར་བ་ཡིན་ནོ་བློ་མིག་གིས་བརྟག་མི་དགོས་པར་ཡང་ཟབ་མོའི་དོན་འདི་ལ་མོས་ནས་འཇུག་པ་ལྟ་ཅི་སྨོས་ཏེ་ཐེ་ཚོམ་སྐྱེས་པས་ཀྱང་ཕན་ཆེན་པོ་ཐོབ་པའི་ཕྱིར་དེའི་རིན་ཆེན་ཕྲ་བ་ལས་བསོད་ནམས་ཆུང་བའི་ཆོས་དེ་ལ་ཐེ་ཚོམ་ཙམ་ཡང་མི་སྐྱེད་དེ་ལ་ཐེ་ཚོམ་སྐྱེས་པས་ཀྱང་སྲིད་པར་ཞུགས་པར་བྱེད་པར་འགྱུར་བའི་ཞེས་དང་ལྕགས་ཀྱུ་གསུམ་པའི་སྤྱོད་པ་སྟོན་པའི་མདོ་ལས་ཁྱེའུ་རིན་ཆེན་སྦྱིན་གྱི་བྱམས་པར་དགུང་དུ་བྱམས་པ་ལ་དགུང་དུ་འགྲངས་པ་བཞིན་བླང་དོར་མེད་པའི་དོན་སྨོས་པའི་ཚེ་དམིགས་པ་གཅིག་ཉིད་དགེ་སློང་གྱ་དགེ་སློང་རྒས་མ་མེད་པས་དེ་དག་ཁྲག་དྲོན་མོ་བུས་ཏེ་ཤི་ནས་དམྱལ་བར་སྐྱེས་པ་ཡང་སྐྱེ་བ་ལ་བཅོམ་ལྡན་འདས་ཀྱིས་དགེ་སློང་དེ་དག་གིས་ཟག་མེད་ཆོས་སུམ་ཉིད་དང་བཅས་པ་ཐོས་པའི་ཚུལ་གྱིས་དེང་ཁོ་ནར་དམྱལ་བ་ལས་ཐར་ཏེ་དགའ་ལྡན་གྱི་ལྷར་སྐྱེ་ཞིང་བསྐལ་པ་དྲུག་ཅུ་རྩ་བརྒྱད་དུ་སངས་རྒྱས། ཁྲག་ཁྲིག་བཅུ་གཉིས་པར་བྱས་ནས་དེ་སངས་རྒྱ་བ་ལུང་བསྟན་པའི་ཚུལ་ལོ་ཆུང་བ་དང་འཇམ་དཔལ་གནས་པའི་བསྟོད་ལས་ཟག་མེད་ཆོས་ལ་མ་འབད་པའི་དགེ་སློང་གིས་དམྱལ་བར་ལྟུང་བ་ན་ཆོས་དེ་ཐོས་པ་ཙམ་གྱིས་མོད་ལ་དགའ་ལྡན་གྱི་ལྷ་རིགས་ཀྱི་རིན་ཆེན་ནི་བྱམས་པའི་ཁུར་དུ་དགྲ་བཅོམ་པ་ཐོབ་པར་ལུང་བསྟན་པ་སོགས་མདོ་སྡེ་རྣམས་ནས་མང་དུ་འབྱུང་བ་ལྟར་ངེས་པས་སོ། ཉེས་པ། བླ་མ་བརྒྱུད་པའི་རིམ་པ་ལ་སྔ་ལོ་ཐུན་མོང་མ་ཡིན་པའི་རྒྱུད་དུ་ནི་རྡོ་རྗེ་འཆང་ཏེ་ལོ་པ་ནཱ་རོ་པདྨ་པ་ལོ་ཙཱ་སྟེ་རྒྱུད་དུ་གཅིག་དང། རྡོ་རྗེ་འཆང་བློ་གྲོས་རིན་ཆེན་སྟོན་ལོན་བྱ་བའི་ཤ་བ་རིག་པ་མི་སྡིག་པ་མར་པ་ཆོས་ཀྱི་བློ་གྲོས་ཏེ་འདི་ནི་བརྒྱུད་པ་གཉིས། ཉིས་སྟོང་གི་དབང་ཕྱུག་མི་ལ་རས་པ་རྗེ་ཟླ་འོད་འཇོན་ནུ་སོགས་སྐམ་ཐང་གི་གདོན་བརྒྱུད་ཤིན་ཏུ་བརྒྱུད་པ་ཡིན་ཞིང་མདོ་སྔགས་རྟོགས་པ་སོའི་འཆད་ཚུལ་འདིའི་བདག་ཉིད་ཞབས་ནས་བརྒྱུད་པའི་ཆུ་བོ་ཕྱི་མ་འདི་ཁོ་ན་དང་དེ་ལ་སྐྱེས་བུ་གསུམ་གྱི་ལམ་རིམ་གྱིས་བསྐྱེད་པའི་དབང་གིས་རྒྱལ་ཆེན་བཅུ་རྒྱུད་གསུམ་མ་ཐོབ་ཀྱི་ཉམས་ལེན་བྱིན་རླབས་ཀྱི་བརྒྱུད་པ་གསུམ་གྱིས་བླང་བ་ནི་ཐུབ་པའི་དབང་པོ་བརྒྱད་དུ་མ་ཕམ་པ་དང་ཐོགས་མེད་དབྱིངས་ནས་འཕོ་འགྲོ།

དགེ་བཤེས་སྟོན་པ་སྤྱི་ལྔ་བ་དང་བྱ་ཡུལ་བ་གམ་པོ་པའམ་བྱ་ཡུལ་བའི་དགེ་བཤེས་སྐུ་མཆེད་གསུམ་ལ་གསུམ་ག་ལ་ཐུབ་པ་དང་སྒྲོམ་གཏུམ་མན་ཆད་ལ་བསྙེན་པའི་ལེགས་གསུང་པ་ཉུག་རུམ་པ་དང་བརྒྱ་ལྕགས་རིལ་བ་དང་ཤ་བ་ལེགས་པ་སོགས་ཐམས་ཅད་ལ་གམ་པོ་པའི་སེམས་པ་སྟེ་དེ་བཞིན་དོན་བརྒྱུད་ད་རོ་འདིར་སྨྲས་པ། བཅོས་མའི་དགོན་པ་འབྲུག་ཁྲི་གདུགས་ཆེན་པོ་འཁྲུལ་པར་བྱས་ན་ལྷན་སྐྱེས་ཕྱག་རྒྱ་ཆེ་བའི་དགག་བྱའི་ཕྱོགས་དེ་ཕ་བོད་མཁས་གྲུབ་ཀྱི། ཚངས་པ་མགོ་བོར་བཅིབས་པའི་དཀའ་ཐུབ་ཅན་དགའ་ལྡན་ཤིང་རྟ། ངོ་མཚར་གྱུར་པ་དེ་ལོ་མཚོ་མོ་ཉིད་དུ་གསལ་བར་བྱས་མོད་ཀྱི་ཕྱི་ཚེས་རྟོག་གེ་དཀྲུགས་པའི་མིག་པ་ཅན་དྲན་པ་ཕྲ་མོར་གྱུར་པས་ཡི་དྭགས་ཀྱི་སྣོད་དང། མ་འཚམས་པ་ལ་ཅི་བྱར་ཡོད་འོན་ཀྱང་རླུང་དང་རླུང་དང་བླ་མའི་མན་ངག་གིས་ཡེ་ཤེས་ཀྱི་ཕྱིར། ཅུང་ཟད་སྟོན་པ་ནི་རང་ཉིད་ཁོ་ནའི་དོན་དུ་འགྱུར་རོ་སྙམ། ཞེས་ངེས་དོན་ཕྱག་རྒྱ་ཆེན་པོའི་བུ་རྣམས་ཀྱི་སྒྲོལ་བ་བདུད་རྩི་ཙམ་རྙེད་པ་དེ་ནི་རང་ཉིད་ཀྱི་གཅུང་པོར་གྱུར་པ། ཚ་ཚ་ཀུ་ཀའི་སྐར་མ་ངེས་ལེགས་བསྟན་འཛིན་གྱིས་རིང་མོ་ནས་བསྐུར་བ་བཞིན་སྲིད་ཐུབ་པ་བསྟན་པའི་ཉིན་བྱེད་ཀྱི་ཆུ་ལམ་ལོར་ཐུབ་བསྟན་ཆོས་སྐོར་དུ་རྫོགས་པར་བྲིས་པ། དགེ་ལེགས་སུ་གྱུར་ཅེས་གསོལ་པ། དགེ་ལེགས་སུ་གྱུར་ཅེས་མངྒ་ལམ་ཤྲཱི་རི་ཛཱ་ཡ།